ལེའུ་གཉིས་པ། ལུམ་བི་ནི་ཡའི་ཚལ་དུ་སྐུ་བལྟམས་པ། མཚན་ལམ་དེ་བྱུང་ནས་ཟླ་བ་བཅུ་ཙམ་གྱི་རྗེས་བཙུན་མོ་སྒྱུ་འཕྲུལ་ཆེན་མོས་རང་ཉིད་སྲས་གཙང་བ་ལ་མངོན་དུ་ཕྱོགས་པར་ཤེས་ནས། རྒྱལ་པོ་ཟས་གཙང་མའི་མདུན་དུ་བཅར་ཏེ་ཞུས་པ། མཛའ་ཞིང་བརྩེ་བའི་རྒྱལ་པོ་ཆེན་པོ་ལགས། ད་ངེད་ཀྱིས་སའི་འཁྲུངས་ལ་ཉེ་བས་ཁོ་མོ་རང་གི་ཡབ་ཀྱི་གཞིས་ཀར་བསྐྱོད་དགོས་སོ་ཞེས་ཞུས། སྤྱིར་ཡི་བཟའ་ཟླ་སུ་འདྲ་ཞིག་ཡིན་རུང་རང་ཉིད་ལ་ཕྲུ་གུ་སྐྱེས་སྐབས་རང་གི་ཕ་ཁྱིམ་ནས་སྐྱེས་དགོས་པ་ནི་སྐབས་དེ་དུས་ཀྱི་རྒྱ་གར་བའི་ཡུལ་སྲོལ་གོམས་གཤིས་ཤིག་ཆགས་ཡོད། རྒྱལ་པོ་ཆེན་པོས་དེ་ལ་མོས་མཐུན་གནང་སྟེ་ན་རེ། དེ་ནི་བཀྲ་ཤིས་པའི་གཏམ་བཟང་རེད། དེས་ན་ཁོ་བོས་ཁྱེད་ཕ་ཁྱིམ་དུ་ཕེབས་པར་དགོས་ངེས་ཀྱི་གྲ་སྒྲིག་དག་བྱེད་དོ་གསུངས། དང་ཐོག་རྒྱལ་པོ་ཆེན་པོས་བཙུན་མོའི་ཕེབས་ལམ་ལ་གཙང་སྦྲ་བྱེད་མཁན་གྱི་དམག་མི་བཏང་ཞིང། དྲ་བ་དྲ་ཕྱེད་སོགས་རྒྱན་གྱིས་ལེགས་པར་སྤྲས་པའི་ཕེབས་བྱམས་སུ། བཙུན་མོ་སྒྱུ་འཕྲུལ་ཆེན་མོ་ཕེབས་སྐབས་དགོས་ངེས་ཀྱི་ཡོ་བྱད་དང་དམག་མི་ཁ་ཤས་ཀྱང་གྲ་སྒྲིག་གནང། དེ་ནས་བཙུན་མོ་སྒྱུ་འཕྲུལ་ཆེན་མོ་སེར་སྐྱའི་གཞི་ནས་ཕེབས་ཐོན་གནང་སྟེ་དམག་མི་དང་ཕེབས་སྐྱེལ་བའི་རུ་སྒྲིག་ཁྲོད་རང་གི་ཡབ་ཆེན་གྱི་ཕོ་བྲང་ཕྱོགས་སུ་བལྟས་ནས་བྱོན་ནོ། སེར་སྐྱའི་གཞི་ནས་ཀུ་ལི་ཡའི་རྒྱལ་ཕྲན་དུ་ཕེབས་ན། ལུམ་བི་ནི་ཚལ་བཞི་པའི་སྐྱེད་ཚལ་དུ་བརྒྱུད་ནས་ཕེབས་དགོས་པས་ཁོང་ཚོ་དེར་འབྱོར། སྐྱེད་མོས་ཚལ་དེ་ནི་ཧེ་མ་ལ་ཡའི་རི་གཤམ་དུ་ནེ་པལ་ཞེས་པའི་རྒྱལ་ཕྲན་གྱི་ཉེ་འདབས་སུ་ཡོད་ཅིང། དེའི་དུས་སུ་ཤིང་སཱ་ལའི་སྡོང་པོ་དག་ནི་ཞིམ་མངར་གྱི་དྲི་མས་ཁེངས་ཤིང། མཛེས་སྡུག་ཡིད་དུ་འོང་བའི་མེ་ཏོག་སྣ་ཚོགས་ཀྱིས་བརྒྱན་འདུག་མ་ཟད་བྱ་ཆུ་སོགས་མཁའ་ལ་རྒྱུ་བ་དག་དང། སྤྲང་བུ་དང་ཕྱེ་མ་ལེབ་སོགས་འབུ་སྲིན་རྣམས་ཀྱིས་ཀྱང་སྐད་སྙན་སྒྲོག་བཞིན་སྐྱེད་མོས་ཚལ་དེར་ཁེངས་འདུག་གོ། མཛེས་སྡུག་ཡིད་དུ་འོང་བའི་སྐྱེད་མོས་ཚལ་དེ་དང། དེ་ན་སྐྱེས་པའི་བརྗིད་ཉམས་ཀྱི་སྡོང་པོ། གཞན་ཡང་དྲི་ངད་ཕྱོགས་སུ་འཐུལ་བའི་མེ་ཏོག་སྣ་ཚོགས་དང། བྲིས་ཟིན་ཆེ་བའི་བྱ་བྱིའུ་སྦྲང་བུ་དག་གིས་སྐད་སྙན་གྱི་བྲིས་རྒྱུར་གླུ་རུ་བླངས་པ་སོགས་ཀྱིས་བཙུན་མོ་སྒྱུ་འཕྲུལ་ཆེན་པོའི་ཐུགས་ཡིད་དབང་མེད་དུ་འཕྲོག། མ་ཟད་སྐྱེད་མོས་ཚལ་དེ་ནི་སྐུ་ངལ་གསོ་བའི་གནས་མཆོག་ཕུལ་དུ་བྱུང་བ་ཞིག་ཡིན་པར་བརྟེན་བཙུན་མོ་སྒྱུ་འཕྲུལ་ཆེན་མོ་ན་རེ་ང་ཚོས་འགྲོ་མཚམས་བཞག་སྟེ་སྐྱེད་ཚལ་འདི་ནས་ཡུད་ཙམ་རིང་ངལ་སོ་ཞིག་གྱིས་ཤིག། ཅེས་ཕེབས་ཀྱི་བ་ལ་བཀའ་གནང། དེ་ནས་བཙུན་མོ་སྒྱུ་འཕྲུལ་ཆེན་མོ་ཤིང་སཱ་ལའི་སྡོང་པོ་ཞིག་གི་བར་དུ་སྐུ་ངལ་བསོས་ནས་བཞུགས་ཙང་ན། ཁོང་གི་སྲས་སངས་རྒྱས་བཅོམ་ལྡན་འདས་དེ་ཉིད་སྐུ་འཁྲུངས་སོ། སྲས་འཁྲུངས་དུས་ཀྱི་ལོ་ཚིགས་དེ་ནི་སྤྱི་ལོ་མ་ཚུགས་གོང་གི་ལོ་ངོ་དྲུག་བརྒྱ་ཉི་ཤུ་རྩ་གསུམ་གྱི་ས་ག་ཟླ་བའི་ཚེས་བཅོ་ལྔའི་ཉིན་ཡིན་ཞིང། ཉིན་མོ་དེ་ནི་ཆེས་བཀྲ་ཤིས་པའི་ཉིན་མོ་དོན་འགྲུབ་པའི་ཉིན་མོ་ཕུན་སུམ་ཚོགས་པའི་ཉིན་མོ་ཞིག་རེད་ཨང། སྐྱེས་རབས་གཞན་རེ་ནས་ཁོང་སྐུ་བལྟམས་མ་ཐག་ས་གཞི་ཆེན་པོའི་སྟེང་གོམ་པ་བདུན་སྤོས་ཏེ། གང་དུ་གོམ་པ་སྤོས་པའི་གཞི་དེར་མེ་ཏོག་པད་མ་རིས་འཁྲུངས་པར་བཞེད། ད་དུང་སྐྱེས་རབས་གཞན་དག་ནི། སངས་རྒྱས་བཅོམ་ལྡན་འདས་འཁྲུངས་མ་ཐག་ཁོང་གིས་ཞལ་ནས། འཇིག་རྟེན་འདི་ན་ང་ཉིད་མཆོག་ཡིན་ཏེ། འདྲེན་པའི་བརྡ་དང་བྲལ་བ་ཉིད་ཀྱིས་སོ། སྐྱེ་བ་འདི་ནི་ཐ་མར་ངེས་པས་ན། སླར་ཡང་འཇིག་རྟེན་འདི་རུ་སྐྱེ་མི་འགྱུར་ཞེས་སོགས་གསུངས་པར་བཞེད། ཡུམ་སྒྱུ་འཕྲུལ་ཆེན་མོ་ལ་སྲས་འཁྲུངས་མ་ཐག་ཁོང་གིས་མགྱོགས་མྱུར་ངང་སེར་སྐྱའི་གཞི་ལ་ཕྱིར་ཕེབས་གནང་བས། ཡབ་རྒྱལ་པོ་ཟས་གཙང་མས་བཀྲ་ཤིས་པའི་གནས་ཚུལ་དེ་མཁྱེན་ནས་བླ་ན་མེད་པའི་དགའ་སྤྲོ་སྐྱེས་ཏེ་སླར་ཡང་རྒྱལ་ཕྲན་དེའི་ཡུལ་མི་ཡོངས་རྫོགས་ཕོ་བྲང་དུ་མགྲོན་ཕེབས་ཀྱིས་དགའ་སྟོན་གཟབ་རྒྱས་ཤིག་བཤམས་སོ།